ཀུང་སི་མཆོག་བོད་དུ་གདན་འདྲེན་བྱེད་ཐབས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་དྲུག་རྩོམ་པ་པོ། ཤར་ཕྱོགས་ཁུག་རྟ། ཀུང་སི་མཆོག་དང་བཙན་བྱོལ་བོད་གཞུང་གིས། ས་དང་གནམ་ལས་མོ་མི་ཤི་བའི་རྒྱ་གར་པགས་པའི་ཡུལ་ནས། དུས་རབས་ཕྱེད་ཀའི་རིང་ངལ་བ་བརྒྱ་ཕྲག་ཁྱད་བསད་ཀྱིས་བོད་མི་རིགས་ཀྱི་རང་དབང་འཐབ་རྩོད་དང་བོད་ཀྱི་མགྲིན་ཚབ་གནང་སྟེ། ཕྱི་ལོ་ཉིས་སྟོང་བརྒྱད་ལོར་བོད་མིའི་མངོན་འདོད་གང་ཡིན་རྒྱ་ནག་གཞུང་གི་འགོ་འཁྲིད་རྣམས་ཀྱི་མདུན་དུ་སྟེར་ཡོད། ཡིན་ན་ཡང། རྒྱ་ནག་གཞུང་གིས་བསྟན་མེད་ཆའི་རང་བཙན་དང། རྣམ་པར་རྒྱལ་བའི་རང་བཙན། གོང་ས་མཆོག་དང་བཙན་བྱོལ་གཞུང་གིས་བཏོན་པའི་བཏོན་པ་དེ། བོད་ནང་གི་བོད་མིས་མངོན་འདོད་མིན། ཁོང་རྣམས་བདེ་སྐྱིད་ལྡན་པའི་ངང། འཚོ་བ་སྐྱེལ་བཞིན་ཡོད་ཅེས་རྒྱལ་སྤྱི་དང། བཙན་བྱོལ་བོད་གཞུང་ལ། ཧམ་འབྲེལ་རྒྱག་གི་ཡོད། ཐ་ན་གོང་ས་མཆོག་དང་བཙན་བྱོལ་བོད་གཞུང་ལ་དེ་འདྲའི་བསམ་ཚུལ་འདོན་རྒྱུའི་ཐབས་སྟངས་ཀྱང་མེད་པ་དང། བོད་ནང་གི་བོད་མི་ཚོས་དེ་འདྲ་ཞིག་རྩ་བ་ནས་འདོད་ཀྱི་མེད་ཅེས་སྐད་ཤེད་ཡངས་ཤིང་ཁྲི་ཕྲག་མང་པོ། བརྩེགས་ཀྱིན་པ་རེད། ཡིན་ན་ཡང། རྒྱ་ནག་གཞུང་གིས་གོང་ས་མཆོག་དང་བཙན་བྱོལ་བོད་གཞུང་གིས་གང་གནང་བཞིན་པ་དག་བོད་ནས་ཀྱི་བོད་མི་ཚོར་ཤེས་རྟོགས་བྱུང་བའི་ལམ་ཁ་བསྟན་གྱི་ཡོད་པ་རེད་དམ་ཟེར་ན། དེ་ནི་ཐབས་ཟད་བི་སྡུག་གི་སྐབས་ཀྱང་ཤོར་ན་མ་གཏོགས། གནས་ཚུལ་ཁྱོན་ནས་ཤེས་རྟོགས་བྱེད་དུ་འཇུག་གི་མེད་པ་དེ་རེད། མི་ལོ་ལྔ་བཅུ་ལྔ་གསུམ་རིང། བོད་ནང ྋགོང་ས་མཆོག་དང། བཙན་བྱོལ་བོད་གཞུང་གིས་ག་རེ་གནང་མིན་དེ་སྐད་ཆ་ཤེབ་ཤེབ་ཙམ་དང། མགོ་ཚང་ལ་བཅུག་མེད་ན། འཇུག་ཡོད་ན། བར་མེད་པར། རྐྱང་རྐྱང་གིས། བསྐྱལ་ཡོད་པ་ནི། ཧ་ཅང་གསལ་པོ་རེད། ད་ལྟ། གོང་ས་མཆོག་བོད་དུ་གདན་འདྲེན། གཞི་བྱེད་དང། གོང་ས་མཆོག་གི། དགོངས་གཞི། གསན་གསབ་ཐུབ་ཆེད། རང་ལུས་ཀྱང། མེ་ལ་བཤམས་ས། རིམ་བདུན་དུ། བྱེད་པ་འདི། གལ་སྲིད་བོད་ནང་གི་བོད་མི་ཚོས། རྒྱ་ནག་གཞུང་གིས ྋགོང་ས་མཆོག་གིས་བོད་ཀྱི་མགྲིན་ཚབ་ཐུབ་ཀྱི་མ་རེད་ཅེས་བཤད་པ་རྣམས་གཟེངས་རྟོགས་བྱུང་བ་འདི་ན། གུང་ཟི་ཆོས་དང། བོད་གཞུང་གིས་བཏོན་པའི་བོད་མིའི་མངོན་འདོད་དེ། བོད་ནས་ཀྱི་བོད་མི་ཚོས་འདོད་མོས་དང། རྒྱབ་འགལ་ཡིན་ཞེས་བཤད་པ། ཤེས་རྟོགས་བྱུང་བ་ཡིན་ན། ད། ད་གཟོད། གནས་ཚུལ་ཅི་ཞིག་བྱུང་གི་རེད་དམ། འདི་རྒྱ་ནག་གཞུང་དང་བཙན་བྱོལ་བོད་གཞུང་གཉིས་ཀས། དྲི་བ་ཞིག་རེད། གལ་སྲིད། གོང་ས་མཆོག་དང། བཙན་བྱོལ་བོད་གཞུང་གིས། རྩོད་བཞིན་པའི་བོད་མིའི་མངོན་འདོད་དེ། བོད་ནང་ནས་ཡོངས་སུ་སེམས་པ་ཡིན་ན། ཤེས་རྟོགས་བྱུང་བ་ཡིན་ན། ད་གཟོད། བོད་ནས་ཀྱི་བོད་མི་ཚོས། ག་རེ་བྱེད་ཀྱི་རེད་དམ། ངས་ལྟོས་ན། སྐབས་དེར། ཁོང་ཚོས། རང་སྲེག་བྱེད་རྒྱུ་མ་རེད། འོ་ན། ག་རེ་བྱེད་རྒྱུ་རེད་དམ། ཁོང་ཚོ་ཕྱོགས་དང་བཙན་བྱོལ་གཞུང་གིས་གཙོས་བཞིན་པའི་དམིགས་ཡུལ་དེར་རྒྱབ་སྐྱོར་གནང་གི་རེད། རྒྱབ་སྐྱོར་ཇི་ལྟར་བྱེད་ཀྱི་རེད་དམ་ཞེ་ན། ཁོང་ཚོས་རྒྱ་ནག་གི་རྩ་ཁྲིམས་དང་བཅས། རྒྱ་ནག་གི་རྩ་ཁྲིམས་དང། བཅའ་ཁྲིམས་གཉིས་ཀ་ཁ་འདོན་བཞིན་འདོན་གྱི་རེད། དར་ཆ་བཞིན་ཆགས་ཏེ་མཛུབ་མོ་དགར་བཞིན་མ་འདོན་ལ། རྩོད་པ་རྒྱ་མཚོའི་རླབས་དང་མེ་ལྕེའི་ལྷབ་ལྷབ་ཏུ་གཡོ་བ་བཞིན་རྒྱག་རྒྱུ་རེད། རྩོད་པ་བརྒྱབ་ནས་ག་རེ་འཇོན་གི་རེད། རྩོད་པ་མཐར་ཕྱིན་པ་བརྒྱབ་ནས། ད་གཟོད། ཁོང་ཚོས་རྒྱ་ནག་གི་རྩ་ཁྲིམས་དང། བཅའ་ཁྲིམས་སོགས་གང་དུ་འཇོག་དགོས་མིན་གསལ་པོ་བཟོ་ཡི་རེད། ང་ཚོའི་ཚོད་དཔག་མིན་པར་བཤད་ཆོག་པ་ཞིག་ནི། དངོས་གནས་དེ་འདྲའི་རྩོད་པ་བརྒྱབ་པ་ཡིན་ན། འཛམ་གླིང་སྤྱི་དང་མཉམ་འབྲེལ་རྒྱལ་ཚོགས། བོད་ལ་ཤ་ཚ་ཆེ་བའི་རྒྱལ་ཁབ་ཁག་གིས་ད་གཟོད་བོད་དོན་ལ་རྒྱབ་སྐྱོར་བྱེད་རྒྱུ་ཧ་ཅང་སྟབས་བདེ་ཆགས་ཀྱི་རེད་ལ། ཉིན་མོ་དེ་ནི་ཐད་ཀར་བོད་ནང་གི་བོད་མི་ཚོས་མངོན་འདོད་རྒྱལ་མཚན་གྱི་དོན་ནས་རྒྱ་ནག་ལ་ཁ་གདངས་གཏོང་གི་རེད་ལ། གོང་ས་མཆོག་དང་བཙན་བྱོལ་བོད་གཞུང་གི་ལངས་ཕྱོགས་ལ་རྒྱལ་སྤྱིའི་དེ་བས་ཀྱང་ཆུ་ལ་ཆུ་བཞག་པ་ལྟ་བུའི། ངེས་ཤེས་ཀྱང་ཐོན་ཡོང་གི་རེད། སྐབས་དེར་རྒྱ་ནག་གིས་ག་རེ་བཤད་ཀྱི་རེད། རྒྱལ་སྤྱིའི་ཁྱོན་ལ། ད་དུང་བོད་ནང་གི་བོད་མི་ཚོས་འདོད་པ་དེ་མིན། ཁོང་ཚོའི་དེ་འདྲིའི་འདོད་མོས་ཁྱོན་ནས་མེད། ལྷ་ཡུལ་ལ་བསྙགས་པ་ལྟ་བུའི་བདེ་སྐྱིད་ལྡན་པའི་འཚོ་བ་རོལ་གྱི་ཡོད་ཅེས་བཤད་ཀྱི་རེད་དམ་རྩ་བ་ནས་བཤད་ཐུབ་ཀྱི་མ་རེད། ཤེས་ནའང་དེ་ལ་གཞི་འཛིན་ས། དོགས་པ་ཟ་སའི་ཕྱི་དུས་ཙམ་ཡང་ཡོད་པ་རེད་དམ། གཏན་ནས་ཡོད་པ་མ་རེད། དེ་བས། བོད་ནང་ནས། གོང་ས་མཆོག་གདན་འདྲེན་ཞུ་ཆེད། གོང་ས་མཆོག་བོད་དུ། ཕེབས་སའི་ལམ་ཁ་གཙང་མ་བཟོ་དགོས་ཀྱི་འདུག་དེ་ཡང་རྒྱ་ནག་གི་རྩ་ཁྲིམས་དང་བཅའ་ཁྲིམས་ཀྱི་འབྲུ། དོན་དངོས་ལག་བསྟར་བྱེད་ཀྱི་ཡོད་མེད་ཐད་ནས། གཙང་མ་བཟོ་དགོས་པ་རེད། དེ་མིན་གཙང་མ་ཆགས་སོང་ན། ད་གཟོད་གོང་ས་མཆོག་གི་སྐུ་ཚབ་ཀྱིས། བོད་རིགས་ཡོངས་ཀྱི། མངོན་འདོད་ངོ་མ་རྒྱ་ནག་གཞུང་ལ། སྤྲད་པ་དེ་མངོན་འགྱུར་ཡོང་གི་རེད། དེ་མངོན་འགྱུར་ལག་བསྟར་ཐུབ་པ་བྱུང་བ་ཡིན་ན། སྐབས་དེར། ཚན་རིག་སྲིད་དབང། བསྟན་འཛིན་རྒྱ་མཚོས་གངས་ཅན་ལྗོངས་སུ་གདན་འདྲེན་ཞུ་ཐུབ་སོང་བ་རེད། དེ་ལ་བཙན་བྱོལ་བོད་གཞུང་བཀའ་སྤྱི་གཉིས་ཀྱི་དབུ་ཁྲིད། བཀའ་ཁྲི་གཉིས་ཀྱི། དེ་ལ་བཙན་བྱོལ་བོད་གཞུང། བཀའ་སྤྱི་གཉིས་ཀྱིས་དབུ་ཁྲིད་དེ་གཞིས་ལུས་བོད་མི་ཚོར་བོད་རིགས་ཡོངས་ལ་མིང་དོན་མཚུངས་པའི་རང་སྐྱོང་ཡོང་ཐབས་ཀྱི་འཐབ་རྩོད་གནང་སྟངས་རྒྱ་ནག་གི་རྩ་ཁྲིམས་དང་བཅའ་ཁྲིམས་ནང་བསྟན་བྱེད་རྒྱུ་དེ་ཡིན། དེ་ལྟར་གནང་རོགས་ཞེས་སྐད་གསང་མཐོན་པོས་འབོད་སྐུལ་གནང་དགོས་ཀྱི་རེད། དེ་བཞིན་རྒྱལ་སྤྱིའི་སྒང་དུའང་དེ་དོན། དེ་བཞིན་རྒྱ་སྒྱུར་བཙུ་བ། ཤེས་ཤུལ་རྒྱ་རི་གྲོགས་པོ་ཚོས། ཀོང་ཀུག་སྣ་ནག་སྣང་བའང། རེ་རེའི་སར་བཅར་ནས། རྒྱ་ནག་མི་མང་ལ་གནས་ཚུལ་དེ་བཞིན་བརྡ་ལན་གསལ་པོ་ཞིག་སྤྲོད་དགོས་པའི་འབད་འབུངས་མཐའ་གཅིག་ཏུ་གནང་སྟེ། ཆིག་སྒྲིལ་བླ་ན་མེད་པ་ཞིག་གནང་དགོས་ཀྱི་རེད། ཉིན་མ་དེ་བར། བོད་གནས་ཀྱི་འཐབ་རྩོད་དང། རང་སར་བྱེད་པའི་ཚད་དུ་ཁྱོད་ནི་སླེབས་ཡོད་པ་མ་རེད། གལ་སྲིད། བོད་རིགས་ཡོངས་ལ་ནན་ཏན་མཚོན་པའི་རང་སྐྱོང་དེ་ལྟར་ཁྲིམས་མཐུན་ངང་འཐབ་རྩོད་བྱས་ཀྱང། དེ་ལྟར་ཁྲིམས་མཐུན་ངང་འཐབ་རྩོད་བྱས་ཀྱང། རྒྱ་ནག་གཞུང་གིས་དམིགས་གཞི་ངོ་མ་བོད་མི་རྩ་སྟོང་འགྲོ་རྒྱུའི་སྲིད་ཇུས་ལས་ཅུང་ཙམ་མ་འགལ་བ་ཡིན་ན། ཉིན་མོ་དེ་ནི་བོད་མི་ཚོས་སྲིད་དབང་བེད་སྤྱོད་པ་དང་སྤྱི་སྒོས་དྲག་སྤྱོད་པའི་གཞུང་ལ། རང་ལུས་ཞབས་འཚལ་གྱི་བདེན་པ་རྩོད་འོས་ཀྱང་རྩོད་པའི་དུས་ཚོད་ཤར་བ་ལྟ་བུ་ཞིག་རེད། དེས་ན། གཉིས་ནས་བརྩེ་བའི་བོད་གླིང་གི། སྤུན་ཟླ་ཕོ་མོ་ཚོས་རྒྱ་ནག་གཞུང་གི། ཁ་དོག་ཁ་དོག་ངོ་མ་དེ། དམར་དམར་རྗེན་རྗེན་བཟོ་རོགས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བཞི་ཉིན་ལ། ཡོང་ཁུངས་བོད་ཀྱི་དུས་བབ་དྲ་བ།

གཤིན་པོ་དུས་ཚིགས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བདུན་ཉིན། གནས་སྟངས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་གྲོངས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བདུན་བོད་ནང་གི་ཆོས་པའི་ཕྱག་སྲོལ་བོད་ཟླ་སྐར་མ་བཞི་བཅུ་ཙམ་ལ་རེ་སྐོང། ཤ་སྦྲང་སྡེ་བའི་བུ་བརྒྱར་འཚོ་བའི་རང་ལོ་བཞི་བཅུ་ཞེ་བཞི་ཡིན་པའི་བསོད་ནམས་དར་རྒྱས་ལགས་ཀྱིས། རྨ་ལྷོ་ཁུལ་གྲོང་ཁྱེར་གྱི་ཐུན་མིན་རིག་གནས་དཔེ་ཁང། ཉེ་འགྲམ། གཞུང་ལམ་སྟེང་དུ་རང་ལུས་མེ་སྲེག་བཏང་སྟེ་རྒྱ་གཞུང་ལ་ངོ་རྒོལ་གནང་ཡོད་འདུག་དེ་གར་དངོས་སུ་མཐོང་མཁན་ཞིག་གིས་བརྗོད་ན། ཁོང་གིས་རྒྱལ་བ་རིན་པོ་ཆེས་བོད་ལ་གདན་འདྲེན་ཞུ་དགོས་ཞེས་སྐད་འབོད་མ་ཡོད་པ་དང། ལམ་འགྲོ་བ་དག་གིས་མེ་གསོ་ཐུབ་བྱས་ཀྱང། མེ་ཤུགས་ཆེ་ཞིང། གྲོག་འཁོར་འབར་ཐོར་གྱིས། གྲོག་འཁོར་འབར་ཐོར་གྱིས། སྒྲ་ཤུགས་ཆེ། སྒྲ་ཤུགས་ཆེ་ཞིག་དང་བཅས། དེ་ག་རང་དུ་གྲོངས་ཡོང་ཐུབ། ཁོང་གི་གཟུགས་པོར་སྲིན་བུ་དཀྲིས་པས། ཐོག། གཅེར་བུ་ཟེགས་མ་རང་མགོ་ཅན་དཀྲིས་ནས་ཆེད་དུ། བཀྲོལ་མི་ཐུབ་པར་བྱས་འདུག་སྟབས། གཅེར་བུ་ཡི་སྲིད་ན། རྒྱུ་མ་ཕྱིར་འདོན་ཡོད་འདུག་པ། དེ་ལྟར་ཡོད་པས་མང་ཚོགས་ཀྱིས་དངོས་སུ་མཐོང་འདུག་དེ་གར་ས་གནས་མང་ཚོགས་ཚོས་མ་ཎི་གཡང་སྒྲོག་དང་ངུ་འབོད་བྱེད་བཞིན། སྐུ་ཕུང་རིན་པོ་སྒོམ་པའི་སྒྲོལ་མ། ཐང་ཆེན་དུ་གདན་འདྲེན་ཞུས་ཏེ་མི་དམངས་འདུ་འཛོམས་ཐོག་རྨི་ལམ་སོང་ཡོད་ཅིང་ཉེ་འཁོར་གྱི་དམངས་འཚོ་འདུ་བཞིན་པའི་སྐབས་དམག་མིས་བཀག་འགོག་བྱས་ཡོད་ཀྱང། མི་ཚོགས་ཇེ་ཆེར་སོང་བའི་རིམ་གྱིས་ལྷོད་ཡངས་ལྟ་བུར་བཞག་ཡོང་འདུག་དེའི་རྗེས་སླར་ཡང་དམག་མིའི་རླངས་འཁོར་ཁ་ཤས་སླེབས་ཡོད་ཀྱང། མང་ཚོགས་ཚོས་རྣམ་འགྱུར་མི་ལགས་པ་བསྟན་སྟབས་ཤིན་ཏེ་ལྕི་འདུག་དེ་ནས་དགོན་པའི་རྒྱབ་རིའི་ངོས་ཀྱི་དགེ་ལྡན་པའི་སྐུ་ཕུང་སྦྱིན་སྲེག་གནང་ཡུལ་དེར་གདན་འདྲེན་ཞུས་ཏེ་རོང་པོ་དགོན་པའི་དགེ་ལྡན་པ་དང་ས་གནས་མི་མང་བཅས་ཀྱིས་རྨི་ལམ་གསུང་བཞིན་སྐུ་ཕུང་ཞུ་འབུལ་ཞུས་ཡོད་ཅིང་སྐབས་དེར། སྐྱ་སེར་མང་ཚོགས་བདུན་སྟོང་ལྷག་འདུ་འཛོམས་ཀྱིས་གདུང་སེམས་མཉམ་སྐྱེད་དང་མྱ་ངན་གྱི་རྣམ་པ་བསྟན་ཡོད་འདུག་འདས་པོ་དམ་པ་བསོད་ནམས་དར་རྒྱས་ལགས་ནི་ཧྲིན་པོ་རིན་པོ་རྫོང་གཉའ་ཐོ་རིན་པོ་རྫོང་གཉའ་ཐོ་ཤང་ཤ་སྦྲང་སྡེ་བའི་བོན་རྒྱ་ཚོ་བ་ནས་ཡིན་ཞིང། སྤྱི་མིང་ལ་སོ་ལོ་ཟེར་གྱི་ཡོད་འདུག་ད་ལྟ་རང་ལོ་བཞི་བཅུའི་ཞེ་བཞི་དང་ཕ་མིང་ལ་ཤ་མོ། ཚེ་འདི། དང། མ་མིང་ལ་ལྕགས་མོ་རྒྱལ། ལོ་ན་བདུན་བཅུ་དུང་བརྒྱད་ཙམ་ཡིན་འདུག་ཁོང་གི་སྐྱེས་དམན་གྱི་མིང་ལ་འབྲོང་དཀར་སྐྱིད་ཟེར་ཞིང། ཁོང་གཉིས་ལ་བུ་གཉིས་དང་བུ་མོ་གཅིག་བཅས་ཡོད་འདུག། གྲྭ་བ་གསུམ་ལ་ཁྲིམས་ཐག་བཅད་པ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བདུན་ཉིན་ཕྱི་ཕྱོགས་ཀྱི་གསེང་ལམ་ཁག་ཏུ་གནས་ཚུལ་ཐོན་པ་ལྟར་ན། ཉེ་ལམ་རྒྱ་གཞུང་གིས་འཛིན་བཟུང་བྱས་པའི་ཡུལ་ཤུལ་སྐྱེ་རྒུ་མདོ་ཁྲི་འདུ་རྫོང། དགའ་སྟོན། གྲོང་རྡལ། ངལ་རྩོལ་སེམས་དཀར་དགོན་པའི་གྲྭ་བསོད་ནམས་དགེ་བ་དང། བློ་བཟང་བསམ་གཏན་བློ་བཟང་ཉི་མ་སིམ་ལ། རེས་གཟའ། ཕུར་བུ་སྟེ། ཚེས། བཅོ་ལྔ་ཉིན། ནང་མི་ཉེ་འབྲེལ་སོགས་ལ་བརྡ་ལན་གང་ཡང་མེད་པར། སྲིད་གླིང་གི་ཁྲིམས་ཁང་ཞིག་ནས། གསང་སྟབས་ཀྱིས། བསོད་ནམས་དགེ་བའི་ལེགས་སོ། ལུས་ཉིད་དང། བློ་བཟང་བསམ་གཏན་དང་བློ་བཟང་ཉི་མ་གཉིས་ལ་ལོ་གཅིག་དང་ཟླ་བ་དགུ་རེ་གཅིག་གི་ཁྲིམས་ཐག་བཅད་ཡོད་འདུག་ཁོ་བཅས་ལ་ཁྲིམས་ཐག་བཅད་ཡོད་པའི་གནས་ཚུལ་དེ་མཐུན་སྒྲིལ། ས་གནས་མི་དམངས་ཁོང་ཁྲོ་བཟོས་ཏེ་ངོ་རྒོལ་རྒྱག་རྩིས་བྱེད་སྐབས། དགོན་པའི་ཁྲི་བ་དང་མཁན་པོ་སོགས་ཀྱིས་ཡང་བསྐྱར་ངོ་རྒོལ་བྱེད་རྩིས། རྒྱ་དམར་གྱིས་མེ་མདའ་བརྒྱབ་སྟེ་དྲག་གནོན་བྱ་རྒྱུ་ཉག་ཅིག་ཡིན་སྟབས། ང་ཚོར་གྱོང་གུད་ཚབས་ཆེན་ཐེབས་ངེས་ཡོད། པས། ཚང་མས་ཐུགས་བསམ་བཞེས་རོགས་ཞེས་འབོད་སྐུལ་ཞུས་ཏེ་བཀའ་འགོག་བྱས་ཡོད་འདུག་ཁོང་རྣམས་འདི་ལོའི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་འཛིན་བཟུང་བྱས་རྗེས་ད་བར་ད་ཡོད་སྤྱི་ཆགས་ཀྱི་གནས་ཚུལ། ཅིས་ཀྱང་ཤེས་རྟོགས་ཐུབ་མེད་ལ། རྒྱ་མི་ཉེས་རྟོག་པས་ཁྲིན་ཏི་རྫོང་ཐོག་ཏུ་བཀག་ཡོད་ཚུལ་བརྗོད་ཡོད་ཀྱང། ནང་མི་སུ་གང་ཡང་ཐུག་འཕྲད་བྱེད་བཅུག་མེད། ཟླ་གཉིས་པའི་ཚེས་བརྒྱད་ཉིན་ངོ་རྒོལ་སྐད་འབོད་བྱུང་བ་ནས་ད་ལྟའི་བར་སེང་གེ་དགོན་པའི་གྲྭ་བ་ཚང་མ། བསྒོམ་པའི་གཤིས་རོལ་དུ། བསྟན་ནས་འགྲོ་རྒྱུད་མི་ལྕོགས་པ། གཟུང་འཛིན་ལྟ་བུར་སྟོང་ཉིད་ཅི་ཡོད་པ་དང། རྒྱལ་སྤྱིའི་བཅོས་བསྒྱུར་གསལ་བའི་བྱ་འགུལ་ཞིག་མེད་དུ་སྤེལ་བཞིན་ཡོད་འདུག། མཚོ་ལྷོ་མི་རིགས་རྣམ་འདྲེན་གྱི་རྒྱལ་ལྷབ་ཁག་ཅིག་འཇུས་འདུག། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་གསུམ་པའི་ཚེས་བཅུ་བདུན་གྱི་ཉིན་གུང་ཙམ་ལ་མཚོ་ལྷོ་མི་རིགས་རང་སྐྱོང་ཁུལ་མི་རིགས་རླབས་འཕྲིན་གྱི་ལྷ་མོ་རྣམས་ཀྱིས་ཡར་ལངས་ངོ་རྒོལ་བྱས་ཡོད་པ་ལྟར། གནས་ཚུལ་དེའི་རྐྱེན་བྱས་ནས་རྒྱ་གཞུང་གིས་རླབས་ཆེའི་རྒྱལ་ལྷབ་ཁག་གཅིག། རྗེས་བཟུང་བཀའ་གཉེར་བྱས་ཡོད་འདུག་དེ་རྗེས་བླ་སྤྲུལ་ཕྱི་ནང་གང་སར་བཀའ་གདམས་ནན་པོ་བྱས་ཡོད་པར་མ་ཟད། དྲ་རྒྱ་དང་ཁ་པར་བརྒྱུད་ལམ་སོགས་ལ་ལྟ་རྟོག་ནན་པོ་བྱས་ཡོད་སྟབས། ཞིབ་ཕྲའི་གནས་ཚུལ་ཤེས་རྟོགས་བྱུང་ཐུབ་མེད། གཞན། སྔ་ལོར། རྨ་ལྷོ་ཁུལ་མི་རིགས་བླ་འབྲིང་གི་ལྷ་མས་ངོ་རྒོལ་ལས་འགུལ་སྤེལ་བའི་རྗེས་བསླབ་གྲྭའི་བསླབ་བྱའི་གནས་དབྱུང་བཏང་ཡོད་པ་དང། སྐབས་དེ་ཤེད་ཅིག་ནས་གོང་རིམ་ནས་བཙན་བཀའ་བཏང་སྟེ། གཞུང་པ་གང་ཞིག་ཏུ་ངོ་རྒོལ་བྱུང་ན་དེ་ལ་སྟངས་འཛིན་བྱེད་པའི་ཤན་སྲིད་གཞུང་གི་འགོ་གཙོ།

དག་སེལ་བཏང་སྟེ། མང་ཚོགས་ལ་ལྟ་རྟོག་བྱེད་ཀྱི་ཡོད་སྟབས། སྐབས་དེར་ལས་བྱེད་ཁྲོད། འདི་ལྟར་དུས་ཚོད་ཁྱོལ་དོན་མེད་པའི་གནས་ཚུལ་ཡོང་བཞིན་ཡོད་འདུག།

གསལ་འགོད་པ། དྲི་བ་དང་པོ་དེང་སང་བོད་ནང་དུ་རང་ལུས་མེར་བསྲེགས་བཏང་དང་གཏོང་བཞིན་པའི་སྐོར་ཡིན། དེ་སྔ་ནས་རྒྱ་གཞུང་གིས་བོད་ནང་དམ་དྲག་ག་ཚོད་བྱེད་ཀྱི་ཡོད་མེད་དཔེར་ན་བྱིས་པ་ཆུང་དུས་ནས་དགོན་པའི་ནང་གྲྭ་པ་བྱེད་མི་ཆོག་པ་དང། དགོན་པ་ཁག་གི་ནང་དུ་རྒྱལ་གཅེས་ཆོས་གཅེས་ཀྱི་སློབ་གསོ་སྤེལ་བ་སོགས། གནས་སྟངས་མང་པོ་ཡོད་པ་ང་ཚོས་གསལ་པོ་ཤེས་ཀྱི་ཡོད། ཕྱི་ལོ་ཉིས་སྟོང་དགུ་ལོར་ཨ་མདོ་རྔ་པ་ཀིརྟི་དགོན་པའི་གྲྭ་པས་རང་ལུས་མེ་སྲེག་བཏང་བ་ནས་བཟུང་ད་ལྟ་ལ་ཐུག་གི་བར། བློ་ཡུལ་དུ་མི་ཤོང་བའི་གནས་ཚུལ་རྫ་དྲ་ཅན་འདི་དག་རིམ་པས་བྱུང་བ་རེད། རིན་པོ་ཆེ་མཆོག་གི་ལས་འགུལ་འདི་དག་གི་འབྱུང་རྐྱེན་གཙོ་བོ་ག་རེ་ཡིན་པ་ངོས་འཛིན་གནང་གི་ཡོད། སྐྱབས་རྗེ་ཀི་ཏི་རིན་པོ་ཆེས། བོད་ནང་དུ། རྫ་དྲག་གི་གནས་ཚུལ་ཡོང་དགོས་པའི་རྒྱུ་རྐྱེན་གཙོ་བོ་ནི། རྒྱ་ནག་དབུས་གཞུང་གིས་བོད་ནང་ནོར་འཁྲུལ་ཅན་གྱི་སྲིད་བྱུས། གདུག་རྩུབ་ཅན་ཞིག་མུ་མཐུད་ནས་ལག་ལེན་སྟེར་བའི་དབང་གིས་བྱུང་བར་ངོས་འཛིན་བྱེད་ཀྱི་ཡོད། རྒྱ་ནག་གཞུང་གིས་བོད་མིའི་ཐོག་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ནི། བོད་སྤྱི་ཡོངས་ལ་ཁྱབ་པའི་གནད་དོན་དང། གནད་དོན་བྱེ་བྲག་པ་ལ་ཁྱབ་པའི་རིམ་པ་གཉིས་ཡོད། བོད་སྤྱི་ཡོངས་ལ་ཁྱབ་པའི་སྲིད་བྱུས་ནི། ཐེངས་དང་པོ་རྒྱ་མི་བོད་དུ་ཡོང་བའི་སྐབས། བོད་ལ་རོགས་པ་བྱེད་པར་ཡོང་བ་ཡིན་ཟེར་གྱི་ཡོད་ན་ཡང། རིམ་པས་བོད་ལ་རོགས་པ་བྱ་རྒྱུ་ཕར་ཞོག་བོད་མིའི་ཐོག་དྲག་གནོན་དང། གདུག་རྩུབ་ཅན་གྱི། ཆབ་སྲིད་ཀྱི་དབང་སྒྱུར་བཅས་ནས་བཙན་འཛུལ་བྱས་པ་རེད། རྒྱ་ནག་གཞུང་གི་བྱེད་སྟངས་ནི། བོད་དུ་ཤིང་སྡོང་འདེབས་འཛུགས་ཀྱིས་མཚོན་པའི་ཁོར་ཡུག་སྲུང་སྐྱོབ་ལྟ་བུའི་ལས་འགུལ་ཞིག་དཔེར་དབང་དུ་བྱས་ན། ཁོང་ཚོའི་སེམས་ཀྱི་གཏིང་དུ། བོད་དུ་ཤིང་སྡོང་འདེབས་འཛུགས་ཀྱིས་ཁོར་ཡུག་སྲུང་སྐྱོབ། མ་བྱས་ན། འབྱུང་བ་འཁྲུགས་པས་དོགས་ནས་རྒྱ་ནག་ལ་དཀའ་ངལ་ཡོང་གི་རེད་བསམ་པའི་དམིགས་ཡུལ་གཞི་ལ་བཞག་པའི་ཐོག་ནས་བྱེད་ཀྱི་ཡོད་པ་མ་གཏོགས་བོད་མི་རིགས་ཀྱི་ཆེད་དུ་བོད་ནང་ཁོར་ཡུག་སྲུང་སྐྱོབ་བྱེད་པའི་དམིགས་ཡུལ་མེད་པ་གསལ་བོ་རེད། དཔེ་འདིས་མཚོན་པའི་རྒྱ་ནག་གིས་བོད་ནང་དུ་འཛུགས་སྐྲུན། གང་བྱེད་པ་ཡོངས་རྫོགས་ཀྱི་རྩ་བའི་དམིགས་ཡུལ་ནི། རྒྱ་མི་རིགས་ཀྱི་ཁེ་ཕན་ལ་བསམ་བློ་བཏང་ནས་བྱེད་ཀྱི་ཡོད་པ་མ་གཏོགས། བོད་མི་རིགས་ཀྱི་འཚོ་བ་དང་དཔལ་འབྱོར། ཆབ་སྲིད། བཅས་ཀྱི་ཁེ་ཕན་ལ་བསམ་བློ་བཏང་ནས་བོད་ནང་དུ་འཛུགས་སྐྲུན་གྱི་རྣམ་གྲངས་གཅིག་ཀྱང་སྤེལ་མྱོང་མེད་པ་ལྟ་བུ་རེད། གནད་དོན་བྱེ་བྲག་པ་ནི། ཆོས་རྗེ་རྒྱལ་མཚན་པས་དེའི་ཐོག། རྒྱ་གཞུང་གིས་དམིགས་བསལ་གྱི་དམ་དྲག་དང་བདེན་པོ་བྱེད་ཀྱི་ཡོད། ཁ་ནི་ཆོས་ལུགས་དད་པ་རང་མོས་ཡིན་ཞེས་བཤད་ཀྱི་ཡོད། ཁྲིམས་ལུགས་ནང་དུ་ཆོས་ལུགས་དད་པ་རང་མོས་ཞེས་གསལ་པོ་བྲིས་ཡོད་ན་ཡང་ལག་ལེན་གྱི་ཐོག་ནས་ཆོས་ལུགས་དད་པ་རང་མོས་མིན་པ་ནི། སངས་རྒྱས་ཀྱི་ཆོས་ལུགས་ཀྱིས་མཚོན་པའི་བོད་ཀྱི་སྲོལ་རྒྱུན་རིག་གཞུང་ཁག། རྒྱུན་འཛིན་བྱེད་མཁན་དགེ་འདུན་པ་རྣམས་ཡིན་ཐོག་གདུག་རྩུབ་ཀྱི་སྲིད་བྱུས་སྣ་ཚོགས་ལག་བསྟར་བྱས་ནས། ཆོས་ལུགས་ཀྱི་བྱེད་སྒོ་ཁག་ཚུལ་བཞིན་སྤེལ་བ་ལ་བཀག་འགོག་དང་འགོག་རྐྱེན་སྣ་ཚོགས་བཟོ་གི་ཡོད། དགེ་འདུན་པའི་གྲངས་འབོར་ཤོག་གང་ས་ནས་ཉུང་འཕྲི་བྱ་ཐབས་སྤྱད་དེ། རིམ་པས་དགེ་ལྡན་པའི་སྡེས། རྩ་མེད་བཟོ་བའི། སྲིད་ཇུས་གདུག་རྩུབ་ཅན་ཞིག། ལག་ལེན་དུ། སྟེར་བཞིན་ཡོད། བོད་རིགས། གཞོན་སྐྱེས་ཚོར། མི་རིགས་ཀྱི་སྐད་དང། རིག་གནས་ལ་སློབ་སྦྱོང་བྱེད་པའི། གོ་སྐབས་མེད། བོད་རང་གི་ཐུན་མོང་མ་ཡིན་པའི་བསམ་བློ་དང། ཡ་རབས། སྤྱོད་བཟང་གི་གོམས་གཤིས་བཅས་ལ་སློབ་སྦྱོང་བྱེད་མི་འཇུག་པ། ཐ་ན། བོད་མི་ཉིན་རེའི་སྲོལ་རྒྱུན་གྱི་འཚོ་བའི་ནང། བདེན་དོན་གྱི་ཐོག་ནས་ཤིན་ཏུ་རྩ་ཆེན་པོ། རྩ་ཆེན་པོར་བརྩི་སྲིད། ཆོས་གཤམ་གྱི་ནང་དུ་ཡང། ཆོས་ལུགས་དང་འབྲེལ་བ་གཏན་ནས་མེད་པའི། རྒྱ་གཞུང་གི་དཔོན་པོ་ཚོས། བརྙན་པར། དཀོན་མཆོག་གིས་དུས་ལྟར། འབྲི་ཞིང་བྱེད་འཇུག་པའི་བཙན་བཀའ་གཏོང་བ་སོགས། ཐབས་ལམ་ངན་པ་སྣ་ཚོགས་པས། བོད་མི་མི་རབས་གསར་རྙིང། ཡོངས་རྫོགས་ཀྱི་བསམ་བློའི་ནང། གསོད་མི་ཐུབ་པའི་རྨ་ཁ་ཅིག། ཆེད་དུ་གཉེར་ནས་བཟོ་བཞིན་ཡོད། ལྷག་པར་དུ། ཨ་མདོ་པའི་ནང་དུ། མི་ཐོག་གསུམ་གྱི་རིང། རྒྱ་གཞུང་གི་མནར་གཅོད་འོག་ནས། དཀའ་ངལ་ཚད་མེད་མྱངས་ཡོད་པར་མ་ཟད། སྤྱི་ཚོགས་རྙིང་པ་མིག་གིས་མཐོང་མ་མྱོང་བའི། མི་ཐོག་གསར་པའི་གཞོན་སྐྱེས་ཚོར། སྨྲ་བརྗོད་རང་དབང་དང། བདེན་དོན་རང་དབང། རང་གི་སྐད་ཡིག་དང་རིག་གཞུང་ལ། བསླབ་སྦྱོང་དང། སྲུང་སྐྱོབ་ཀྱི་རང་དབང། རང་གི་སྐད་ཡིག་དང་རིག་གཞུང་བེད་སྤྱོད་བྱེད་པའི་རང་དབང་བཅས་མེད། མདོར་བསྡུས་ན། རྒྱ་ནག་དམར་པོའི་སྲིད་གཞུང་གི་འོག་ནས་བོད་མི་རིགས་ལ་ཆོས་དང་རིག་གཞུང་དཔལ་འབྱོར་འཕྲོད་བསྟེན། ཤེས་ཡོན་བསླབ་སྦྱོང་སོགས་བོད་མི་རིགས་ལ་ཐབས་འོས་པའི་ཁེ་ཕན་གང་ཡང་ཐོབ་ཀྱི་མེད་པའི་དངོས་ཡོད་གནས་ཚུལ་འདི་མིག་གིས་གསལ་པོ་མཐོང་ཡོད་པའི་སྐབས། བསམ་བློའི་ནང་སེལ་མ་ཐུབ་པའི་དཀའ་ངལ་ཆེན་པོ་ཞིག་ཡོང་གི་ཡོད་དུས། རྒྱ་ནག་གཞུང་གི་སྲིད་བྱུས་ལ་ངོ་རྒོལ་གྱི་ཆེད། རང་ལུས་མེ་ལ་བསྲེགས་ཏེ་རྒྱལ་སྤྱིའི་ཐོག་བདེན་དཔེ་གཤིན་པོ་སྦྱིན་མཁན་ཡོངས་རྫོགས་མི་ཐོག་གསར་བ་དང་རྒྱ་གཞུང་གིས་དར་དམར་འོག་ནས་ཚ་རླུང། འབྱུང་བ་ཤ་སྟག་རེད། རྒྱ་ནག་དམར་པོའི་སྲིད་གཞུང་གིས་བོད་ས་ཡོངས་རྫོགས་ལ་ཐེངས་དང་པོ་བཙན་འཛུལ་བྱས་པའི་སྐབས། བཙན་དབང་གི་འོག་ནས་བོད་རྒྱ་གཉིས་བར་ཕྱི་ཡིག་དོན་ཚན་བཅུ་བདུན་ཟེར་བ་ཞིག་འཇོག་དགོས་བྱུང་ཡོད། འོན་ཀྱང། ཕྱིས་སུ། རྒྱ་མི་ཤོག་ནས་བཙན་བཤད་ཀྱིས་བཞག་པའི་སྤྱིའི་དོན་ཚན་བཅུ་བདུན་གྱི་ནང་དོན་ལའང་རྒྱ་ནག་གཞུང་ཤོག་ནས་ལག་བསྟར་མི་བྱེད་པར་སྤྱིའི་དེའི་དོན་ཚན་མང་པོ་ཞིག་དང་འགལ་བ་ཤ་སྟག་བྱས་ཡོད། བོད་མིའི་ཤོག་ནས་རྒྱ་བ་རིན་པོ་ཆེའི་ཀུན་རྫོབ། དེའི་སྔ་ཕྱི་མང་པོ་བཏང་ཡོད། ལྷག་པར་ཕྱི་ལོ་ཉིས་སྟོང། ལྷག་པར་ཕྱི་ལོ་ཉིས་སྟོང། ལོ་ཚུན་ཆོད་ནས་རྒྱལ་བ་རིན་པོ་ཆེའི་ཀུན་རྫོབ་རྣམ་པ་ཚོ། མཇལ་འཕྲད་གནང་ས་གཙོ་བོ་རྒྱ་ནག་གཞུང་གི་ཀུན་རྫོབ། ཀྲི་ཝུན་ཅིན། ཟེར་བ་རྒྱ་ནག་གཞུང་ཕྱོགས། རྒྱ་ནག་འཐབ་ཕྱོགས་གཅིག་གྱུར་ཁང་གི་དཔོན་པོ་དེའི་མིང་ཐོག་ནས་ཉེ་ཆར་སྤེལ་བའི་རྩོམ་ཡིག་ལ་བལྟས་ན། རྒྱ་ནག་གཞུང་གིས་རྒྱ་བོད་གཉིས་བར། གྲོ་མོ་བྱིན་ཏེ་མེད་པར། ཤིན་ཏུ་གསལ་པོ་བསྟན་ཡོད། མི་རིགས་སྲིད་ཇུས་ཟེར་བའི། མིང་ཙམ་དུའང་ཕྱིར་བསྡུ་བྱས་ནས་གྲངས་ཉུང་མི་རིགས་ཡོངས་རྫོགས་རྒྱ་རིགས་ཆེན་པོའི་ནང་བསྡུ་དགོས་པའི། བསམ་བློ། སྟོན་པ་འདིས་རྒྱ་ནག་གཞུང་གི་ངོས་ནས། ང་ཚོར་སྐད་ཆ་བཤད་འདོད་དང། གྲོས་མོལ་བྱེད་འདོད་མེད་པ་གསལ་པོ་བསྟན་པ་རེད། རྒྱ་ནག་གིས། གསལ་ལ་མ་གསལ་བའི་གཡོ་ཐབས་ཀྱི་ལས་ཀ་བྱེད་སྟངས་འདིའི་རིགས་ལ་བརྟེན་ནས། བོད་མིའི་བསམ་བློ། སྟོང་བཞི་མཁའི་ཡོངས་རྫོགས་ཀྱི་སེམས་ལ། ཞེན་སྣང་དང། འཇིགས་སྐུལ་གཅིག་རང་བཞིན་གྱིས་སྐྱེ་ཡོང་གི་ཡོད། གཟེངས་བསྐུལ་པ། བོད་ནང་ད་བར་རང་ལུས་མེར་བསྲེགས་ཀྱི་དོན་རྐྱེན་བྱུང་བའི་བརྒྱ་ཆ་མང་ཤོས་རྔ་པ་ཀི་ཏི་དགོན་པའི་ནང་དུ་བྱུང་ཡོད། རྔ་པ་ཀི་ཏི་དགོན་པའི་ནང་འདི་ལྟར་རང་ལུས་མེར་བསྲེགས་ཀྱི་དོན་རྐྱེན་མང་པོ། ཅུང་དགོས་པའི་རྒྱུ་རྐྱེན་དམིགས་བསལ་ཅན་གཅིག་ཡོད། སྐྱབས་རྗེ་སྐུ་སྟོད་རིན་པོ་ཆེས་རྔ་བ་ཀི་ཏི་དགོན་པའི་ནང་རང་ལུས་མེར་བསྲེགས་ཀྱི་དོན་རྐྱེན་མང་པོ་བྱུང་དགོས་པའི་རྒྱུ་མཚན་ནི། རྒྱ་ནག་གཞུང་གིས་རྔ་བ་ཀི་ཏི་དགོན་པའི་ཐོག་དམིགས་བསལ་གྱི་དམ་དྲག་དང། དམིགས་བསལ་ཆབ་སྲིད་ཀྱི་རྡུང་རོགས་བྱས་ཏེ། ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་ད་ལྟ་ལ་ཐུག་གི་བར་དང། སྔ་ལོ་སུམ་ཅུ་དུས་དྲན་ནས་བཟུང་བོད་ཁམས་སྤྱི་དང་ལྷག་པར་རྔ་པ་ཀི་རྡོ་དགོན་པའི་ཐོག་རྒྱ་གཞུང་གི་ཚད་ལས་འགལ་བའི་དྲག་གནོན་དང་གདུག་རྩུབ་ཀྱི་སྲིད་བྱུས། ཚད་མ་བཅད་པར་ལག་ལྟའི་ལག་བསྟར་བྱས་ཡོད། རྔ་བ་ཀིརྟི་དགོན་པའི་གྲྭ་པ་དགེ་བཤེས་ཡོངས་རྫོགས་ཉིན་མཚན་མི་འཁྱོལ་བའི་དཀའ་ངལ་ཞིག་གི་འོག་ནས་འཚོ་སྡོད་བྱུང་ཡོང་དུས་དགེ་ལྡན་པ་རྣམས་ཀྱིས་རྒྱ་གཞུང་གིས་མནར་གཅོད་ཀྱིས་དུ་མ་ཐེབས་པའི་དབང་གིས། ཛྭ་དྲག་གི་ལས་འགུལ་རིམ་པར་བྱུང་བ་རེད། གསར་འགོད་པ་ཕྱི་ལོ་ཉིས་སྟོང་བརྒྱད་ལོར་ཤི་བོའི་གྱེན་ལངས་ཀྱི་འཕྲང་འཁོར་བྱུང་བ་དེ་ནས་བཟུང་རྒྱ་ནག་གཞུང་གིས་རྔ་བ་ཀི་ཏི་དགོན་པའི་ཐོག་ཤིན་ཏུ་དམ་དྲག་ཆེན་པོ་བྱས་པ་ཨེ་རེད། སྐྱབས་རྗེ་སྐུ་སྟོད་རིན་པོ་ཆེ། རེད། ཕྱི་ལོ་ཉིས་སྟོང། བརྒྱད་ལོ་ནས་བཟུང། ད་ལོ་ལ་ཐུག་གི་བར། ལྔ་པ་བསྐུར་དང་ལྔ་པ་སྐུ་སྟ་སྒོམ་པས། ལྔ་པ་སྐུ་སྟ་སྒོམ་པ་ནི། བོད་ནང་གི་དམ་དྲག་ཆེ་ཤོས་དང། བཙན་གནོན། ཤུགས་ཆེ་ཤོས། དམག་མི་མང་ཤོས་འགྲོ་འདུག་གི་རང་དབང་རྩ་བ་ནས་མེད་པའི་གནས་ཚུལ་སྡུག་ཤོས་སུ་ཆགས་ཡོད། དགོན་པའི་ནང་གི་ཆོས་ལུགས་ཀྱི་བྱེད་སྒོ་ཐམས་ཅད་མཚམས་འཇོག་བྱས་པ་རེད། རྒྱའི་དམག་མི་དང་ཉེན་རྟོག་པས་ཉེམས་ཚད་མེད་པར། འདོད་པ་གང་ཡོད་ཀྱི་གྲྭ་པ་འཛིན་བཟུང་བྱེད་ཀྱི་ཡོད། མི་འདི་ངའི་ཁ་ལ་ཉན་དགོས། ངའི་ཏང་གི་ཁ་ལ་ཉན། ཁྱོད་ཚོར་དགའ་བསུ་ཡོད། ཅེས་པའི་ཡིད་ཆེན། ཡིག་ཆའི་སྦྱར་ནི། དགེ་ལྡན་པ་དང། བོད་མི་མང་བོད་མི་མང་ཚོགས་ལ་འཇིགས་སྐུལ་གྱི་ཁོང་ཁྲོ་སློང་གི་ཡོད། མིག་དངོས་སུ་མ་བལྟ་བར་མ་གཏོགས་ལག་ལེན་གྱི་ཐོག་དྲག་པོའི་ཁྲིམས་གཞི་བསྡམས་ནས། ཉམ་ཆུང་བའི་བོད་མི་རྣམས་ཀྱི་ཐོག། སྲོལ་བཟུང་འཕྲོག་བཅོམ་གྱི་གནས་བཅོས་ཚད་མེད་བཏང་ཡོད། མདོར་བསྡུས་ན། རྒྱ་གཞུང་གིས་བསམ་བཞིན་དུ་གྲྭ་པ་དང་མང་ཚོགས་རྣམས་འོས་བསྡུ་ཐབས་ཟད་ཀྱི་གནས་ལ་ཁྱེར་བཅུག་ཡོད། གསར་འགོད་པ། རང་ལུས་མེ་སར་སྐྱེས། གྲོངས་སོང་བ་འགའ་ཤས་ལ། ཤུལ་དུ། ཕྲུ་གུ་དམར་རྗེན་ཤུན་ཏུ། ཆུང་ངུ་འདི་འདྲ་ཡང་འདུག། རི་བོ་ཆེ་མཆོག། རྔ་བ། དགོན་གྲོང་དང་མི་དམངས་ཡོངས་ཀྱི་རྩ་བའི་བླ་མ་ཡིན་པ་ཡིན་དུས་རིན་པོ་ཆེའི་ངོས་ནས་ཁོང་ཚོར་མལ་ས་དེ་ལེན་སྐོར་དེ་མཚམས་འཇོག་ཏུ། མི་འཇུག་པའི་རྒྱུ་མཚན་ཅི་ཡིན་ནམ། སྐྱབས་རྗེ་ཀི་ཏུ་རིན་པོ་ཆེས། ད་ལྟའི་རང་ལུས་མེ་བསགས་ཀྱི། ལས་འགུལ་སྤེལ་མཁན་མང་ཆེ་བ། གཞོན་སྐྱེས་རེད། ཁོང་ཚོས་ད་ལྟའི། རྒྱ་ནག་གཞུང་གིས་ལག་བསྟར་བྱེད་བཞིན་པའི་སྲིད་བྱུས་ཡོངས་རྫོགས་གསལ་པོ་ཤེས་ཀྱི། ཡོད་པར་མ་ཟད། སྲིད་བྱུས་དེའི་འོག་ནས་སྡུག་བསྔལ་དངོས་སུ་མྱོང་མཁན་ཤ་སྟག་རེད། རྒྱ་ནག་གཞུང་གིས་བཙན་གནོན་གྱིས་མནར་གཅོད་བཟོད་མ་ཐབས་པར་འོས་བསྡུ་ཐབས་ཟད་ཀྱི་འོག་ནས་རང་དབང་གི་ལམ་ཁ་འདི་བདམས་ནས་ལས་འགུལ་སྤེལ་བ་རེད། ང་ཚོའི་ངོས་ནས་ཁྱོད་ཚོས་ལས་འགུལ་འདིའི་རིགས་མཚམས་འཇོག་བྱེད་དགོས་ཞེས་བཤད་འདོད་པའི་དཔོད་པ་མི་འདུག་ལས་འགུལ་འདིའི་རིགས་ལ་འདི་ནས་ཀུན་སློང་དང་ཇུས་འདོན་བྱས་ཡོད་ན། ད་ལན། ཨོ། ད། ལས་འགུལ་འདི་མཚམས་འཇོག་བྱེད་དགོས་ཞེས་བཤད་ཆོག་པའི་གནས་སྟངས་ཤིག་ཡོད་སྲིད་ཀྱང། དེ་དག་ནི་གཞན་གྱི་ཀུན་སློང་དང་བསྒྱུར་བཀོད་བྱེད་པ་ལ་མ་ལྟོས་པར་རང་དབང་གི་ཐོག་ནས་མང་ཚོགས་རང་གིས་དཔེར་ཡོང་བའི་ལས་འགུལ་ཞིག་རེད། ཕྱོགས་གཞན་ཞིག་ནས་བཤད་ན། ངའི་ངོས་ནས་ཁྱོད་ཚོའི་ལས་འགུལ་དེ་མཚམས་འཇོག་བྱེད་དགོས་ཞེས་བཤད་པ་ལ། ཁྱོད་ཚོས་སྡུག་བསྔལ་སེལ་བའི་ཐབས་ཤེས་གཞན་ཞིག་ང་ཚོ་ལ་བསྟན་གྱི་ཡོད་དགོས་ཀྱང། དེ་འདྲའི་ཐབས་ཤེས་གནས་གཅིག་ཀྱང་བཤད་རྒྱུ་མེད། རྒྱ་ནག་དབུས་གཞུང་དང་མངའ་སྡེ་གཞུང། ས་གནས་རྫོང་རིམ་པ་བཅས་ལ། ཁྱོད་ཚོས་དྲག་གནོན་གྱི་ལས་འགུལ་དེ་མཚམས་འཇོག་བྱེད་རོགས་ཞེས་རྒྱལ་བ་རིན་པོ་ཆེ་གཙོས་དྲང་བདེན་དང་ཤེས་ལྡན་ལ་དགའ་བའི་རྒྱལ་སྤྱིའི་དབུ་ཁྲིད་མང་པོ་ཞིག་གིས་སྔ་ཕྱི་བྱས་ནས་བཀའ་སློབ་གནང་ཡོད། ངའི་ངོས་ནས་ཀྱང། རེ་འདོད་སྔ་ཕྱི་ཅི་ནས་ཞུས་ནའང། ཉན་ཆོག་གཏན་ནས་མེད་པར། མོས་ཐུག་དྲག་གནོན་བྱས་ཀྱང་མ་གཏོགས་མཚམས་འཇོག། ངས་གཅིག་ཀྱང་བྱས་མེད་གལ་སྲིད། རྒྱ་ནག་གཞུང་གིས་ཕྱོགས་ནས། མ་མཐའ་ཡང། རྫ་དྲག་ཆེ་བའི་དྲག་གནོན་འདི། མཚམས་འཇོག་བྱས་པ་ཡིན་ན་ང་ཚོ་ལ། སྐད་ཆ་ཤོད་སའི་གཞི་ས་ཞིག་ཡོད། རྒྱ་ནག་གཞུང་གི་ཕྱོགས་ནས་དྲག་གནོན་མཚམས་སྦྱོར་བྱེད་ཀྱི་མེད། ང་ཚོར་བོད་ནང་གི་འབྲེལ་ཡོད་མང་ཚོགས་ལ་ཁྱེད་ཚོའི་ལས་འགུར་དེ་མཚམས་འཇོག་བྱེད་རོགས་ཞེས་བཤད་པ་ལ་རྒྱུ་མཚན་ཞིག་དགོས་པ་མ་གཏོགས་རྒྱུ་མཚན་གང་ཡང་མེད་པར། ཁྱོད་ཚོས་སྡུག་བསྔལ་ག་འདྲ་ཞིག་མྱངས་ཀྱང་ལས་འགུར་མ་སྤར་བར་དྲག་པོའི་གནོད་གཞིའི་འོག་ཏུ་མགོ་སྒུར་ནས་སྡོད་ཅེས་བཤད་ཐུབ་པའི་སྤོབས་པ་ང་ཚོར་མི་འདུག།